ཉའ་རིགས་རྩ་མེད་དུ་འགྲོ་ཉེན་ཆེ་བའི་གནས་ཚུལ་འདིའི་གསལ་བཤད་བྱེད་ཐུབ་པ་ནི་ང་ཚོས་མ་ལག་འདི་དག་ལ་དངོས་གནས་འགྱུར་བ་བཏང་བ་དེར་བྱ་བ་ཆུ་ཟིག་བསྒྲུབ་ན་ཆེས་ཐོག་མར་བསམ་བློ་ཡག་པོ་ཟིག་གཏོང་རྒྱུ་དེར་རབ་ཡིན་ན་རང་བྱུང་མ་ལག་འདིའི་སྔར་གྱི་རྣམ་པ་སླར་གསོ་བྱེད་དགོས།
གནམ་གཤིས་འགྱུར་ལྡོག་ཡང་དེ་བཞིན་རེད། མ་ལག་འདི་དག་ལ་སྔར་ལས་ཀྱང་གནོན་ཤུགས་མང་བོ་ཐེབས་ཚེ་ང་ཚོས་སྔོན་ཆད་མཐོང་མ་མྱོང་བའི་ཡ་ལན་ཀློག་སྟངས་གསར་བ་འབྱུང་བཞིན་འདུག། ལམ་འདིར་ཞུགས་ཟིན་པའི་རྒྱལ་ཁབ་དང་ཡང་ན་ཞུགས་བཞིན་པའི་ས་ཆ་གཞན་དག་གིས་འདང་རྒྱག་དགོས་པའི་གནད་དོན་གལ་ཆེན་ཟིག་རེད། མི་ཚང་མས་གཞན་ཞིག་གི་ལག་ནས་ཁེ་ཕན་ཅུང་ཙམ་ཨེ་ཐོབ་ལྟ་བ་དེ་ནི། དགའ་བ་མི་ཐོབ་པའི་དོན་དག་ཞིག་ཡིན་མོད། འོན་ཀྱང་ཐག་གཅོད་ནི་བཀོལ་ཆོག་པ་དང་འདྲ་མཉམ་གྱི་ལམ་དུ་འགྲོ་དགོས་པ་བསྟན་ཡོད་པར་མ་ཟད། རང་བྱུང་གི་མ་ལག་སྲུང་སྐྱོབ་ཀྱི་ལམ་དུ་འགྲོ་དགོས་པ་ཡང་གསལ་བོར་བསྟན་ཡོད།
འོན་ཀྱང་དགོས་མཁོ་ཅན་ནི་ལུགས་མཐུན་དང། བཀོལ་ཆོག་པའི་ཁྲིམས་ཀྱི་མ་ལག་འཛུགས་རྒྱུ་དང་ཡིག་ཐོག་ཏུ་ཕབ་སྟེ་སྲིད་འཛིན་མི་སྣར་ལག་བསྟར་བྱེད་དུ་འཇུག་དགོས་པ་དེ་རེད། ངས་ནན་བཤད་བྱེད་དགོས་པ་ཞིག་ནི། ཆོས་མ་གནང་ན་ཆུ་རྩོད་འབྱུང་རྒྱུ་དེ། གལ་ཏེ་གཉིད་ཚང་མས་ཆུའི་བདག་དབང་དགོས་རུ་བྱེད་ན་ཆུས་འདང་རྒྱུ་མ་རེད། དེང་སྐབས་ཡང་འཁོར་ལོ་ར་སྤྲོད་གཙོ་བོ་དེ་ཁཱ་ལི་ཧྥི་ནིའི་མཚོ་ཁུག་བར་དུ་བཞུར་མི་ཐུབ། དེར་མ་སླེབས་གོང་དུ་གཙོ་བོ་རྫོང་འབྲོག་མཚོ་ཁུག་བར་དུ་བཞུར་མི་ཐུབ།
ཡིན་ཡང་ཆུ་བཀོལ་སྤྱོད་བྱེད་ཐུབ་དགོས། ང་ཚོའི་མི་གྲངས་མུ་མཐུད་དུ་འཕེལ་བཞིན་ཡོད་པ་རེད། འོ་ན་ང་ཚོས་ལུས་སླ་བོའི་ངང་མི་རབས་རྗེས་མ་འདི་དག་ལ་ཆུ་ཐོབ་རྒྱུ་མ་རེད་ཅེས་ཤོད་རྒྱུ་ཡིན། དེ་ནི་ཚེ་སྲོག་རེད། ཁྱི་མེད་ན་ང་ཚོས་ལུས་ཕུང་འཚོ་ཐུབ་མེད། ང་ཚོར་ས་ཞིང་ཡོད་ཀྱང་ཁྱི་མེད་ཚེ་འབྲུ་རིགས་གང་ཡང་ཐོན་སྐྱེད་བྱེད་ཐུབ་མེད། འཁོར་ལོ་ར་སྒྲོ་གཙང་ནི་ང་ཚོའི་ཟུངས་ཁྲག་ལྟ་བུ་ཡིན། དེས་ལོ་ཏོག་ལ་ཁྱི་མཁོ་འདོན་བྱས་ཚེ་ལོ་ཏོག་སྐྱེ་གནས་ཐུབ་པ་དང་ཐོན་སྐྱེད་བྱེད་ཐུབ་པ་ཡིན། འཁོར་ལོ་ར་སྒྲོ་གཙང་མེད་ན་ང་ཚོར་ཁེ་ལས་མེད་ལ། ཞིང་ལས་ཀྱང་མེད། གྲོང་ཁྱེར་ཞེས་པའང་ཡོང་མི་སྲིད་པ་ནི་སྨྲས་མ་དགོས་པ་ཞིག་རེད།